བྱས་ཙང་དེ་ན་ཞིག་ང་ཚོ་སོ་སོ་གི་དཔོན་པོ་ལ་བརྩི་སོ་སོ་དཔོན་པོ་ལ་དངོས་གནས་སུམ་རྟགས། དངོས་གནས་སུ་དམངས་གཙོ་ཡང་དག་པ་དེ་འདྲའི་ཕུལ་བྱས་ན་སོ་སོ་རང་གི་གདམ་སྐྱོར་སོ་སོ་འགོ་ཁྲིད་སོ་སོ་བརྩི་ན་ང་ཚོ་འཛམ་གླིང་མཐོང་རྒྱ་ཆེ། ཁོང་ཚོ་གི་སྐྱབས་བཅོལ་བ་གཅིག་གི་དཔོན་པོ་རེད་དེ་ཡིན་ནས་མཐོང་དེ་གི་དཔོན་པོ་གཞན་མེད་དང་མ་འདྲ་བ་གཅིག་གཟི་བརྗིད་གླེགས་ཡོད་དོ། སྡིངས་ཆ་འགའ་གླེགས་དུས་དངོས་གནས་སུམ་རང་དབང་ཡོད་སྐྱོར་འདྲ་བོ་ང་ཚོ་ཤུགས་ཆེན་པོ་གླེགས་ཡོད་དོ།

བླང་ངོ། ལ་རེ་ལ་རེ།
ད་ང་རང་གོ་ཐོས་ལ་ཡང་ཅིག་སྤྱི་བཏང་གི་བཙན་བྱོལ་གཞུང་གི་ཅིག་སློབ་གྲྭའི་ནང་ལོག་ལ་ཡང་ནམ་རྒྱུན་ཨ་ནི་ཅིག་ཆབ་སྲིད་གི་གོ་རྟོགས་དཔེར་ཡང་བལྟས་ཚེ་ཉུང་ཉུང་རེད་ལགས་འདུག་ཨ་ནི་ཅིག་ཆབ་སྲིད་གི་གོ་རྟོགས་ཆབ་སྲིད་མིན་ན་དེ་འདྲའི་སློབ་གྲྭའི་ནང་ལ་ཡང་ཅིག་ཆབ་སྲིད་གོ་རྟོགས་དཔེར་གང་འགྲོ་དུས་ཡང་དཔེར་མ་བཅུག་ཡག་གི་དེ་འདྲའི་ཨ་ནི་ཚུར་བྱུང་ཤག་དེ་འདྲའི་སྐོར་ལ་དུས་ཀྱི་རྐྱེན་པས་ཨ་ནི་ང་ཚོ་ཅིག་སློབ་གྲྭ་ཁག་གི་ནང་ལོག་ལ་ཡང་ཅིག་སློབ་གྲྭ་པུག་ཏུ་སོ་གཅིག་འཛུལ་སྒྲ་བཅུ་བ་དང་གཅིག་གཅིག་ལེའང་དུས་ཆབ་སྲོལ་གྱི་གོ་རྟོགས་བཅུ་བོ་ཡིན་གཉིས་བོད་པའི་གནས་སྟངས་མ་ཤེས་གཉིས་དེ་འདྲའི་མང་བོ་ཅིག་འདུག་དེ་ཁྱོད་རང་གིས་ཅིག་སྤྱི་སྟངས་ད་ལྟ་ཁོ་སློབ་སྦྱོང་ཡག་པོ་བྱེད་དགོས་ཡོད་རེད་དེ་གི་རྐྱེན་པས་བཀག་འགོག་བྱེད་ཡིན་གྱི་རེད་ད་ནི་དེ་གིས་ང་ཚོ་ཅིག་འཐུས་ཤོར་འདྲ་བོ་འགྲོ་འདུག་བསམ་གི་འདུག་ཨེ། ལའང་དེས་ང་རང་གི་འཚོ་བ་ཤུགས་ཆེན་པོ་ཉམས་མྱོང་བས་ཡོད་ཉི་མ་ང་རང་གིས་ལྷ་སྦྱང་བའི་སྒང་ལ་ང་སྤྱི་སྟངས་པ་དུས་ཀུན་མུ་ན་ལི་ནས་ལྷ་བྲིས་སྦྱང་བ་ཡིན།

ཏི་སི་བའི་གཞུང་ལ་ཁྱོད་ཚོ་གི་ཆབ་སྲིད་ཀྱི་ལས་འགུལ་སྤེལ་ཡ་ཡོད་མ་རེད། ཨ་ནི་སློབ་ཕྲུག་གཅིག་མི་ཡོང་པ་ཅན་འདི་ཏག་ཏག་སྡིག་གོ་མ་རེད་ལ། ཡང་ན་མ་ཁྱོད་ཚོ་ཕྱིར་བོད་རེད་ལ་སྐད་ཆ་དེ་འདྲ་བདག་རང་ཞུ་ན་འགྲིག་གི་འདུག་ཨ་ནི་དེ་འདྲའི་ཅིག་ཡིན་པ་ཆ་དེ་ཆབ་སྲིད་ལས་འགུལ་སྤེལ་ན་འགྲིག་མ་རེད་ངས་ང་ཚོ་ངོ་ནས་གསལ་བོ་ཞུ། ང་ཚོ་ཧ་གོ་ཆུང་ཆུང་ལ་ན་རྒན་མ་རེད་སོ་སོའི་གནས་ཚད་རང་རང་དབང་ལ་དེ་ང་ཚོ་ཧ་གོ་ཆུང་ཆུང་ག་དུས་ཧ་གོ་ཡོད་ལ་ད་དམ་ས་གོ་དུས་ཕྱི་དུས་སོ་སོའི་རང་དབང་མེད་བ་ཧ་གོ་དུས་ལས་འགུལ་མེད་ན་ད་ང་ཚོ་ཡོང་ས་མ་རེད་ལ། ད་སྤེན་ན་འགྲིག་ས་རེད་ལ་ཡིན་ནའི་དུས་དུས་ག་དུས་ཆབ་སྲིད་ལས་འགུལ་དེ་འདྲས་ཀྱི་ང་ཚོ་མི་ཆེན་པོ་རེད་ཡིན་ནའི་ལག་ཤེས་སྦྱང་ས་དེ་འདྲས་ཅིག་ལ་ཡོད་ལ་སྤེན་མ་ཆོས་ལ་དོན་བློ་ཕམ་བྱུང་ཟེར་ན། ལ་རེད་ལ་རེད་ལ་དེ་རེད་འདྲས་ལ་ཅིག་རེད།
བློ་བློ་ཕམ་བྱུང་དེ་ག་དུས་ནས་ངེད་ཀྱིས་ད་ག་རང་ཞུས་པ་ཡིན་ང་ཚོ་ལས་འགུལ་སྤེལ་དགོས་འདུག་གསུངས་ཡིན། ལས་ལ་འགུལ་རེད་ལ་སྤེལ་དགོས་རེད། འདུག་གསུངས། ད་ད་ལྟ་ཨ་ནི་ཁྱོད་རང་གིས་དེ་འདྲས་བྱས་ནས་ད་ཅིག་སློབ་གྲྭ་ནང་ལ་ཡ་དེ་འདྲས་འཐུས་ཤོར་ད་ཅིག་སློབ་སྤེན་ན་འཛུ་རེ་བཅུ་གཉིས་བཅུ་བ་ནི་མ་ལེ་ཨང་དུས་ཙམ་པ་ལ་ཡ་ཡང་ཅིག་གཅིག་བོད་པའི་ཆེད་དུ་ལས་ཀ་ཅིག་བྱེད་དགོས་བསམ་ན་ཡང་ཆབ་སྲིད་ཀྱི་གོ་རྟོགས་མ་འདང་ནས་ཅིག་བྱེད་མ་ཐུབ་པའི་ཡང་འདྲ་དེ་འདྲའི་འཐུས་ཤོར་ཅིག་ཡོད་རེད། དེ་འདྲའི་སྐོར་ལ་ཁྱེད་རང་གོ་སྐབས་འདི་བརྒྱུད་བྱས་ནས་ཅིག་སློབ་གྲྭ་དང་དེ་འདྲའི་ནང་ལོགས་ལ་ཅིག་ཆབ་སྲིད་ཀྱི་གོ་རྟོགས་དེ་མཐོ་རུ་གཏོང་དགོས་ཡག་གི་ཅིག་རེ་བ་འདྲ་བོ་དེ་འདྲ་གི་ཞུ་ཡག་ཡོད་པ། ལགས་འོ་དེ་གོ་ཐོས་ཆེན་པོ་འདུག་ཅིག་ཏང་གི་ཏང་ང་ཚོ་གི་བད་ག་ས་མ་རེད་ཏང་ཚོ་དགོན་པ་གི་ཁར་ན་ཡིན་ན་ཡིན་ན་དྲང་པོ་བཞིན་དུ་དཔའ་བོ་དཔའ་མོ་སྐུ་པར་དེ་ང་ཚོ་ཐང་ཀ་ལ་ཡིན་ན་མ་གླ་ངའི་དུས་ཚོད་སླེ་རེད་བསམ་གི་འདུག། ང་ཚོའི་མི་རིགས་དོན་དག་རེད་དམ། ས་དགེ་སོགས་བློས་ཐུལ་ད་ར་དུ་འཛོགས་ཀྱིས་རྒྱལ་རབས་ལོ་རྒྱུས་དག་ཚང་མ་དེབ་ལ་བཀོད། རྒྱལ་རབས་ནང་ལ་ཡིན་ན་ཆབ་སྲིད་མི་སེར་དཔའ་བོ་ཉིས་སྟོང་བརྒྱད་ནས་ཕྱིན་ང་ཚོས་གཏམ་མང་པོ་བྱས། ད་ག་ཚོད་གཙང་མ་ཡིན་ན་རྒྱལ་རབས་ལོ་རྒྱུས་ལ་ཆབ་སྲིད་ཀྱི་དེབ་ལ་ཅིག་དམིགས་བསལ་ཅིག་བཟོས་ཆེད་བསམ་ཚུལ་ཡིན་ད་ཡིན་ན་ང་མཁས་དབང་དང་ག་སྐུ་ཆེན་མར་ང་འཐབ་རྩོད་པ་ཆུང་ཆུང་ཅིག་ཡིན་ན་ང་ར་བསམ་ཚུལ་ཞུས་ན་འགྲིག་གི་འདུག་དེ་འདྲའི་ཅིག་ལོ་རྒྱུས་ཀྱི་དེབ་དག་ཡིན་དེ་བཟོས་བྱས་ནས། ད་དེ་འདྲས་དེ་ལམ་སྟོན་ཤུགས་ཆེན་པོ་བྱེད་ན་ང་རང་གིས་བསམ་ཚུལ་ཡག་པོ་འདུག་བསམ་གྱི་འདུག་གང་ཅི་ན། མི་མང་པོ་ཅིག་གླིག་གི་རེད་མེད་བཏང་དགོས་འདོད་བཏང་རེད་ཡིན་ན་རང་དབང་ཅུང་ཡིན་སྲིད་མར་དོན་དག་མང་པོ་ཅིག་ལ་རྒྱུ་མཚན་དེ་ཚང་མ་ཞིབ་འཇུག་བྱས་ང་ཚོ་དེབ་ལས་བཀོད། མི་སེར་གྱི་དེ་རྒྱལ་རབས་ལོ་རྒྱུས་འདྲ་བོ་བཟོས་བྱས་ན་ང་ཚོ་བོད་ད་ང་ཚོ་གང། ད་སོ་སོ་ག་ཚོད་དྲན་དྲན་སོན་བླངས་དོན་ཚོ་སོགས་དེ་དེ་ག་ས་མ་རེད། སོ་སོ་ཤ་ལ་ས་སྣུམ་ཤོད་ཚད་བཏང་དགོས་འདོད་ང་ཚོ་ལག་པ་ཙག་སྒྲ་ཅིག་སྤར་ན་ཚ་བོ་ཞུགས་འདུག་དྭངས་མ་ས་དུས་ད། ཁོང་ཚོ་གི་ཚེ་སྲོག་དང་ཚོ་ང་ཚོ་མཐོང་སྤྲད་ག་དུས་ནས་ལས་འགུལ་བདའ་བདའ་གོ་བ་ཡིན་ན་དེབ་བདའ་གོ་བ་ཡིན་ན་ཡིན་ཡང་ཟེར་ཡང་ཟེར་གི་དྲན་གསོས་ཀྱི་ཆེད་དུ་ལས་འགུལ་འདི་སྤེལ་ན་ཡག་པོ་བསམ་གི་འདུག་ཨ་ནི་དེ་ཚོ་ལ་དེབ་ཆས་ལ་སྤམ་ན་ཡག་པོ་འདུག་བསམ་གི་འདུག་སློབ་གྲྭ་ག་ལ་ལང་འོང། ལར་ལར་རེད་ད་ཁྱོད་རང་གིས་ཨ་ནི་ཅིག་རང་དབང་ལོངས་པའི་ནང་ལ་ཡང་འཐབ་རྩོད་བ་ཅིག་གི་ནི་རིམ་པས་ལས་འགུལ་མང་པོ་ཅིག་སྤེལ་བསྡད་ཡོད་རེད་ཁྱོད་རང་གི་ལས་འགུལ་སྤེལ་འོང་དུས་ཚོད་ན་ཡང་ཅིག་བོད་པ་དུས་ཚོད་ཀྱི་ཡང་དེ་ཅིག་རྒྱབ་སྐྱོར་གི་རྣམ་པ་འདྲ་བོ་ཞེ་དྲག་མ་རག་དུས་ཅིག་སེམས་ཕམ་འདྲ་བོ་དང་དེ་འདྲ་གི་ཡོང་དུས།

སྟབས། ཐབས་བཞི་གཏང་དགོས་ལ་འོ། ལ་རེད།
ད་གཞིས་ལུས་རྒྱ་ཆེ་མི་མང་གི་ངོས་ནས་ཅིག་རང་དབང་ལུང་པའི་ནང་གི་ཅིག་བཙན་བྱོལ་གཞུང་དབང་དག་ནི་རྒྱ་བ་རིན་པོ་ཆེ་དག་ནི་ཅིག་སུ་ཆང་བློ་བཟང་སངས་རྒྱས་ལ་ཡ་ཁོ་རང་སུ་གི་ཅིག་ཡིད་ཆེས་ཡོད་བ་དང་བསླུ་བྲིད་ཡོད་བ་དག་ནི་ཨ་ནི་ཁོང་རྣམ་པ་སུ་གི་ཅིག་ཤ་ཀ་གང་གསུངས་པ་དེ་ཤར་གཏོང་ཡོད་བ་དང་དེ་འདྲའི་གི་ཐོག་ནས་རྩོམ་འཁྲི་ཉེན་དེ་སུ་གི་དཔེ་དེ་རྩོམ་འཁྲི་དགོས་རེད་གཞིས་གཏང་ཉེན་དེ་སུ་གཞིས་གཏང་དགོས་རེད་ཅིག་སོ་སོ་བསླུས་གཏོང་ནས་དེ་རིགས་བྱེད་དགོས་རེད་དཔེ་དེ། གཞིས་ལུས་རྒྱལ་སྤྱིའི་མི་མང་གིས་སེམས་ཁྲལ་དུ་མ་སོང་ན་བཅུག་དཀྱིལ་ལོག་ལ་ལྟོས་ནས་ང་ཚོ་རང་དབང་ལུང་པའི་ནང་དེ་ཉིད་བོད་པ་དུ་ཚུད་བསྟན་ཡོང་དགོས་པ་རེད། དེ་འདྲ་ཡིན་དུས་གང་ལེགས་ཆོག་ནའང་རང་དབང་ལུང་པའི་ནང་དེ་ཉིད་བོད་པ་ཅིག་ཡིན་པའི་ཆ་ནས་ཅིག། གཞིས་ལུས་རྒྱལ་སྤྱིའི་མི་མང་དཀའ་སྡུག་གི་ཁྲོད་དུ་མི་མང་དེ་ཚོ་ལས་ཅིག། སེམས་ཀྱི་ཚོར་བ་འདྲ་བོ་ཅིག་གར་སྐྱེས་ཡོད་ད་ཆོས། ད་དེས་ང་ཚོ་འཚོ་བ་ང་ཚོ་ག་དུས་ཡིན་ན་སོ་སོ་ལ་དྲང་པོ་བཤད་ན་ལས་འགུལ་ལས་དེ་དགོས་ཡ་མ་རེད་ཚོགས་པ་ཁག་ལ་དགོས་ཡ་དུས་ཚོད་མ་རེད་བསམ་གྱི་འདུག་ངས་ག་དུས་ཡིན་ན་ཞུ་གི་ཡོད། ང་ཚོ་ཡི་གཞོན་ནུ་གི་མགོ་ཡིན་ན་སྦྲག་སྦྲག་གཏོང་ཅིག་ཁྱོད་ཚོ་ལས་འགུལ་སྤེལ་གི་མི་དག་ག་རེད་ད་ག་རེ་ཡིན་ན་འགྲིག་མི་འདུག་ལ་དཔུང་ཤ་ཟིམ་རན་དེ་འདྲའི་དུས་ཚོད་སླེབས་རེད་བསམ་གྱི་འདུག་ལས་འགུལ་སྤེལ་གི་མི་དེ་སྤེལ་ཉེས་སྤེལ་མ་ཐོན་ག་དུས་ང་ཚོ་ཐབས་སྐྱོ་བོ་ང་ཚོ་རང་གི་ཇབ་ལངས་དགོས་རེད་ག་དུས་ཕ་དཔུང་ཤ་ཟིམ་ཁྱོད་ཚོ་ལས་འགུལ་སྤེལ་གི་མི་དག་ག་རེད།

ལ་རྒྱ་ཆེན་པོ་དེ་འདྲས་ཡིན་ན་སྲོག་བློ་ཡོད་ན་ང་ཚོའི་མི་རིགས་འཐབ་རྩོད་དེ་དཀའ་ངལ་ཁྲིག་གི་བསམ་གི་འདུག་སྲོག་བློ་ཡོད་ད། དེ་ལས་ལྷག་ག་ང་ཚོའི་ཐབས་ཐག་ལམ་ཞེ་མེད་བཙལ་གྱི། འཛམ་གླིང་རྒྱལ་སྤྱི་གི་དྭངས་མོ་ཚང་ཚོ་སྲོག་ལ་རིན་པ་ལས་གདང་ལེན་མ་སྤྲད་ན་ང་ཚོ་གི་མུ་མཐུད་ནས་སྲོག་དྭངས་མོ་སར་སླེབས་ན་ད་ང་ཚོ་གི་ཕངས་པོ་ཞུགས་གནས་ཚུལ་ཡིན་ན་ང་ཚོ་ལམ་རྩ་བཀྲམ་ཐུབ་གི་མི་འདུག་བོད་ལ་ཆུ་ཚོད་བཅུ་དང་ཕྱེད་ཀ་ཟེར་ལ་སྐུ་ལུས་མེ་སྲེག་སྤྲད་ནས་དེ་ལས་འཛམ་གླིང་གི་སང་ཉིན་རྒྱལ་སྤྱི་སུ་གང་གི་ཚགས་པར་ན་ལ་བཏོན་མི་འདུག།

ཁྱེད་རང་གི་ངོས་ནས་ཅིག་བོད་ནང་ལ་ལས་རང་ལུས་མེ་སྲ་གཏོང་མ་དགོས་པ་ཙམ་གྱི་ཐོག་ནས་ཅིག་བོད་ཀྱི་ཨ་ནི་བདེ་དོན་གྱི་ཆེད་དུ་ཅིག་ལས་ཀ་བྱེད་ཡ་འདྲ་བོ་དེ་འདྲའི་ཐར་ལམ་གས་སྟོན་ཡས་འདུག་པས། ད་ཅི་ད་ང་ཐར་ལམ་མི་ཕྱིན་ཅི་བྱེད་ལ་ཐར་ལམ་ཤུགས་ཆེན་པོ་ནས་གས་མ་ཡིན་ནའི་ང་ཚོ་གི་མི་རིགས་ཀྱི་འཐབ་རྩོད་དེ་ལས་སྤུ་གུ་ཡིན་ན་ང་བོད་པ་ཡིན། ང་ཚོ་རྩམ་པ་ཟ་ཉེ་རེད་ད་ཆུ་པ་ཡིན་ན་གོམ་གཤིས་དཔེ་ཆེ་ན་སོ་སོ་མི་རིགས་ཀྱི་ཆས་གོས་ཅི་ཡིན་ན་ཆུ་ལྷ་ཐ་ན་ཆས་གོས་ཆུན་ཆུན་ཡིན་ན་ང་ཚོ་གི་འདྲེ་ཤེས་རྒྱ་སོ་སོ་མི་རིགས་ཀྱི་ཆུ་པ་གོན་ད་དེ་འདྲས་རེད་ང་ཚོ་བོད་སྐད་གཙང་མ་རྒྱག་དགོས་ལ་ཨིན་ཇི་སྐད་མ་ཤོད་རྒྱ་མི་སྐད་མ་ཤོད་དེ་འདྲའི་ཅིག་ལ་ན་མི་རིགས་འཐབ་རྩོད་རེད་བསམ་གི་འདུག་ཡིན་ནའི་ད་ང་ཚོ་ལྷག་དཀར་དང་བོད་ལ་མང་པོ་བྱས་ཏེ་དོན་ཚོགས་ཤུགས་ཆེ་གི་རེད་བསམ་གི་འདུག་སྤྱིར་ད་ང་སྲོག་རྩེ་ཉེ་རྩ་ཆེན་པོ་རེད་དེ་ཡིན་ནའི་དེ་ལས་ལྷག་ག་ལས་འགུལ་ཆུང་ཆུང་ལ་ང་ཚོ་ད་ད་ད་ཨ་མདོ་ཕྱོགས་ལས་ཁམས་ཕྱོགས་ལ་གོ་བ་ཡིན་ན་ད་ལྷག་དཀར་ལ་དེ་ཤུགས་ཆེན་པོ་དར་ད་ང་ཚོ་རིག་གཞུང་གི་ཆོས་པ་སོ་སོ་མི་རིགས་གཙང་མ་དེ་ད་ད་ལོ་ཆུང་ཆུང་ཚང་མ་གི་རང་དབང་ལས་དེ་ད་བོད་རང་བཙན་ལས་དེ་མགོ་ཚོས་ཐུབ་པ་དེ་ངས་གནས་ཚད་མཐོང་གི་འདུག་བྱས་ཙང་ང་ཚོ་ཆབ་སྲིད་ཀྱི་དམིགས་བསལ་གྱི་ནས་ད་ང་ཐར་ལམ་གཞན་མེད་ཀྱི་ང་ཞུས་འདུག་མི་འདུག་ཡིན་ནས་སྲོག་མ་ལེགས་དགོས་ན་ང་ཚོ་ཐར་ལམ་གཞན་མེད་ཅིག་ད་ག་འདྲ་ཁ་བསྡུར་ཞུས་ན་ང་འགྲིག་གི་མ་རེད་ད། ཡིན་ནས་མི་རིགས་འཐབ་རྩོད་ཕ་མ་གི་སྤུ་གུ་སོ་སོ་སྤུ་གུ་ཅིག་ཡིན་ན་ཐ་ན་བོད་པ་རེད་ད་ལས་ཡིན་ཏེ་རང། ད་ཁ་བསྡུར་ཞུས་ན་རང་དབང་མ་རེད་ཡིན་ནས་ལས་ན་ཆབ་སྲིད་གོ་ཐོས་ཤུགས་ཆེན་པོ་ལ་དཀའ་ངལ་འཁྲིགས་ཡིན་ནས་སོ་སོ་སྤུ་གུ་ཅིག་ཡིན་ན་སོ་སོ་བོད་པ་གི་བོད་སྐད་གཙང་མ་རྒྱག་ཉེན་ཅིག་བཟོས་དགོས།